ལྷན་རྒྱས་ཚང་མ་ལ་སྐུ་ཁམས་བཟང། ང་ཟླ་བ་དོན་འགྲུབ་ཁྱེད་རྣམ་པ་ཤེས་བྱའི་གི་སྡེ་ཚན་འདི་ལ་ཕེབས་པ་ལ་དགའ་བསུ་ཞུ་གི་ཡོད། ད་དེ་རིང་ངེད་ཀྱི་འདུས་ནི་མ་ཁྱེད་རྣམ་པ་ཚོ་ལ་ག་རེ་ཞུ་ཡས་ཀྱི་འབོད་བརྩོན་བྱེད་ཀྱི་ཡིན་ཟེར་ན། རྡོ་རྗེ་དང་དྲིལ་བུ་གཉིས་ང་ཚོ་ཆོ་ག་ཡི་སྐབས་སུ་ཉམས་སུ་ལེན་པའི་སྐབས་སུ་རེ་བ། བོད་ཆས་ག་འདྲས་བཏང་དགོས་ཡོད་མེད་ཉམས་སུ་ག་འདྲས་ལེན་དགོས་ཡོད་མེད་སྐོར་ལ་ཞུ་ཡས་ཀྱི་འབོད་བརྩོན་བྱེད་ཀྱི་ཡིན། དེ་སྔོན་ངེད་ཀྱི་ཁྱེད་རྣམ་པ་ཚོ་ལ་རྡོ་རྗེ་དང་དྲིལ་བུ་གྱི་ངོ་སྤྲོད་གོ་བདེ་བོ་སྟབས་བདེ་བོ་ཅིག་ཞུ་ཡས་ཀྱི་འབོད་བརྩོན་བྱས་པ་ཡིན། ད་དེ་ཞུ་དགོས་རྒྱུ་མཚན་དེ་ག་བ་ལ་ཐུག་གི་རེད་ཞུས་པ་ཡིན་ན། སྐུ་མཁྱེན་ཆེན་པོ་རིག་འཛིན་འཇིགས་མེད་གླིང་པ་ཁོང་གིས་བླ་མ་དགོངས་པ་འདུས་པའི་གི་ཆོ་ག་ཡི་རྣམ་གཞག་ནང་ལོ་ག་རེ་གསུངས་གནང་ཡོད་རེད་ཟེར་ན། དེ་གཉིས་མ་ཤེས་པར་དྲིལ་བུ་འཁྲོལ་བ་དང་གླང་པོ་ཆེ་ཡི་སྐེ་ལ་དྲིལ་བུ་བཏགས་པ་གཉིས་ཁྱད་པར་མེད་པས་དངོས་གྲུབ་རིང་པོར་བྱེད་པ། གསུངས་པས་དེ་ནི་ཤིན་ཏུ་གལ་ཆེའོ། ད་དྲིལ་བུ་དང་རྡོ་རྗེ་གི་རང་བཞིན་འདི་གཉིས་མ་ཤེས་ནས་དྲིལ་བུ་དཀྲོལ་དེ་ཡས་དང་གཅིག། དེ་ནས་གླང་པོ་ཆེ་གི་སྐེ་ལ་དྲིལ་བུ་བཏགས་པ་གཉིས་ཁྱད་པར་ཅི་ཡས་མེད་རེད། རེ་བ། དངོས་གྲུབ་ཐོབ་པས་ད་བྷ་ཤ་ཅི་རེ་བ། ད་དུང་བ་ཕྱུགས་ཀྱི་སྐད་ལ་དྲིལ་བུ་བཏགས་རྒྱུ་དང་གཅིག་པ་རེད། རྒྱུ་མཚན་དེ་ལ་བརྟེན་ནས་དྲིལ་བུ་དང་རྡོ་རྗེ་གི་རང་བཞིན་ག་འདྲ་ཡིན་མིན་དང། དེ་གིས་ག་རེ་མཚོན་གྱི་ཡོད་མེད་དེ་ཤེས་དགོས་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་དེ་རིང་ངེད་ཀྱི་མདུན་ནུ་མ་ཁྱེད་རྣམ་པ་ཚོ་ལ་རེ་བ་ཧ་ཅང་གི་རྒྱས་ཤིང་རྒྱས་པ་མ་ཡིན་པ། གོ་བདེ་བོ་སྟབས་བདེ་བོ་རྗེ་བླ་མ་དགོངས་པ་འདུས་བོད་ཀྱི་ཆོ་ག་ཡི་རྣམ་གཞག་རྣམས་ལ་ག་འདྲའི་གསུང་དུ་འདི་གཞིར་བཟུང་བྱས་ནས་ཁྱེད་རྣམ་པ་ཚོ་ལ་ཞུ་ཡི་གེ་འབད་བརྩོན་བྱེད་ཀྱི་ཡིན་ལགས་སོ། བཀྲ་ཤིས་བདེ་ལེགས། ད་ཐོག་མར་ངེད་ཀྱིས་ཁྱེད་རྣམ་པ་ཚོ་ལ་རེ་བ་རྡོ་རྗེ་དང་དྲིལ་བུ་རེ་བ་ང་ཚོ་གིས་འཛིན་པའི་སྐབས་སུ་ལེན་པའི་སྐབས་སུ་འཆང་བའི་སྐབས་སུ་འཆང་སྟངས་ག་འདྲས་རེད་དེའི་སྐོར་ལ་ཞུ་ཡ་ཡིན། དེ་ཡང་དེ་རིང་ཁ་སང་གི་དུས་ཚོད་འདི་ལ་རེ་བ་གང་ཟག་ཁ་ཤས་ཀྱིས་ད་རྡོ་རྗེ་དང་དྲིལ་བུ་རྒྱ་ཕྱོགས་ཀྱི་སྒང་ནས་སུ་ལེན་པའི་སྐབས་སུ་འཛིན་པའི་སྐབས་སུ་རེ་བ་དེ་ནི་ག་རེ་ཟེར་ན། ལག་པ་གཡོན་དམག་གིས་རེ་བ་དྲིལ་བུ་དེ་ལེན་ལག་པ་གཡས་པ་གིས་རྡོ་རྗེ་ལེན་དེ་ཡ་དང་ཁ་ཤས་ཀྱིས་དེ་ནི་གཉིས་ཀ་ལག་པ་གཡོན་དམག་གིས་ལེན་དེ་ཡ་དེ་འདྲས་འདུག་བ་ད་དེ་ཚོ་རྩ་ནས་རུང་གི་ཡོད་མ་རེད། ད་རྡོ་རྗེ་ལེན་པའི་སྐབས་སུ་འཆང་བའི་སྐབས་སུ་ག་འདྲས་འཛིན་དགོས་ར་ཟེར་ན། དེ་ནས་ལག་པ་གཡས་པ་གྱིས་རྡོ་རྗེ་དང་དྲིལ་བུ་གཉིས་མཉམ་དུ་ལེན། དེ་ནས་དྲིལ་བུ་དེ་ལག་པ་གཡོན་མ་ལ་བསྡུ། སྤྲད་དགོས་ཀྱི་ཅིག་ཆ་དེ་ཀྱང་རེད། དེ་ནས་འཛིན་པའི་སྐབས་སུ་འཆང་བའི་སྐབས་སུ་ཡང་རེ་བ་བདེན་བཞི་གྱི་འགྲེལ་པ་ཡི་ལུང་དྲངས་གནང་འདུག། དེའི་དྲངས་ནས་ཁོང་གིས་ག་རེ་གསུངས་འདུག་ཟེར་ན། རྡོ་དྲིལ་ནི་འཛིན་པའི་ཚེ་ཡང། གཉིས་ཀ་ཟུང་དུ་ཆུད་པར་བྱ་བ་ལས་ལག་པ་གཅིག་ཁོ་ནས་དྲིལ་བུ་འཁྲོལ་བ་དང་ལག་པ་གཉིས་ཀས་དྲིལ་བུ་དཀྲོལ་བ་དག་ནི་གསང་སྔགས་ཀྱི་བརྡ་ཅུང་ཟད་ཀྱང་མ་འཆང་བའི་རྣམ་འགྱུར་ཕྱི་གསལ་དུ་གྱུར་པ་སྟེ། བྱིས་པའི་རྩེད་མོ་དང་འདྲའོ། དེ་ལྟར་དྲིལ་བུ་དཀྲོལ་བའི་སྐབས་སུ་རེ་བ་གཉིས་ཀ་ཟུང་དུ་མ་འཇུག་ནས་རེ་དང་གཉིས་ཀ་མཉམ་དུ་ལག་པ་ལ་མཉམ་དུ་མ་ཟིན་ནས་ཕ་ལག་པ་གཅིག་ཁོ་ན་གྱིས་དྲིལ་བུ་དཀྲོལ་དེ་ཡང་ལག་པ་གཅིག་ལ་རྡོ་རྗེ་མེད་ནས་རེ་དང་ལག་པ་གཅིག་གིས་ཁོ་ན་གྱིས་དྲིལ་བུ་དཀྲོལ་དེ་ཡང་དང་དེ་མ་ཡིན་པར་ཡང་ལག་པ་གཉིས་ཀ་གིས་རེ་བ་མཚམས་མཚམས་གཡས་པ་གྱིས་དཀྲོལ་མཚམས་མཚམས་གཡོན་མ་གྱིས་དཀྲོལ་ཨེ་འདྲ་བྱས། དེ་འདྲས་ཀྱི་སྤྲོ་ལ་ན་ཡང་རེ་བ་འདི་ག་རེ་ཟེར་ན། གསང་སྔགས་ཀྱི་བརྡ་ཅུང་ཟད་ཀྱང་མ་འཆང་བར་བྱིས་པའི་རྩེད་མོ་དང་འདྲ་བ་རེད་འདོད་ཚུལ་ཡང་སྐྱོན་དང་རེ་བ་ཉེས་པ་ཧ་ཅང་གི་ཆེན་པོ་ཡོད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནས་དྲིལ་བུ་དཀྲོལ་བའི་སྐབས་སུ་ཡང་རེ་བ་འཁྲོལ་སྟངས་ག་འདྲས་རེད་ལ་རེ་ད་འཁྲོལ་སྟངས་འདི་ག་རེ་ཟེར་ན། ལག་པ་སོ་སོའི་མཐེ་བོང་དང་མིང་མེད་ཀྱི་རྡོར་དྲིལ་བཟུང་ནས་ལ་ཡི་དོ། ད་རེ་བ་ལག་པ་ཀྱི་མཐེ་བོང་དང་མིང་མེད་ལ་འདུག་གོ་ད་འདི་བྱིས་པ་འདི་ཆགས་བསྡད་ཀྱི་ཡོད་ར་མཛུབ་མོ་འདི་འོ། འདི་ད་འདི་ཟིན་ནས་རེ་བ་དེ་འདྲས་བྱས་ནས་དཀྲོལ་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་ད། འཁྲོལ་བའི་སྐབས་སུ་ཡང་ག་རེ་ཟེར་ན། དེ་ལ་གསུང་དུའང་ཕྱོགས་བརྒྱད་དུ་བསྐྱོད་ནས་ཁྲོལ་བར་གསུངས། ད་ང་ཚོ་གི་ཕྱོགས་བརྒྱད་རེ་བ་མཚམས་ཕྱོགས་བཞི་མཚམས་བཞི་ལ་ད་ད་ཁྲོལ་དུ་ཡེ་རྗེ་ཡོང་མ་ར། ད་འདི་ཁྲོལ་སྟངས་དེ་ཡང་རྩ་ཡི་འདབ་མ་བརྒྱད་ཁྱེད་རྣམ་པ་མཁྱེན་གྱི་ཡོད་རྒྱུ་རེད་དེ་སྔོན་ལ་ངེད་ཀྱི་དྲིལ་བུ་ཀྱི་རྣམ་གཞག་གི་སྐབས་སུ་ཞུས་ཟིན་པ་ཡིན་རེད་བ། ནང་ལོགས་ཀྱི་བཅད་ལས་འདི་ལ་ད། ཨ་ནི། དེ་ལ་ད་དབྱིབས་ཡིན་ན་དབྱིབས་གོ་གོར། འགྲོ་བ་དུ་བ། ངོ་མ་བྱས་ན་དེ་ལ་ནི།

བསྐྱོད་པའི་ཚེ་ཡུལ་སྟོང་པ་ཉིད་དང་ཡུལ་ཅན་བདེ་བ་ཆེན་པོ། ལྷན་ཅིག་སྐྱེས་པའི་ཡེ་ཤེས་དབྱེར་མེད་ཀྱི་ཆོས་དེ་ཕ་རོལ་ཡོང་དུས་སྐབས་སུ་དེ་ལ་བརྟེན་ནས་རེ་བ་ཕྱོགས་བཞི་མཚམས་བཞི་ལ་ཞུགས་པའི་ད་རེ་བ་ཕྱོགས་བཅུ་ཚང་མ་ལ་ཞུགས་པའི་ད་དེ་བཞིན་གཤེགས་པ་ཐམས་ཅད་མཉེས་པར་བྱེད་པ་རེ་བ་སྒྲ་འདི་ལ་བརྟེན་ནས་དེ་མ་ཟད་ནི་སེམས་ཅན་རྣམས་དེ་ནས་བག་ཆགས་ཀྱི་གཉིད་འཐུག་པོ་ལས་སུ་སད་པ་ཡང་དག་པའི་དོན་འདི་ཉིད་རྟོགས་པ་སེམས་ཅན་ཐམས་ཅད་ཀྱི་རེ་བ་ཚ་གྲང་གི་སྡུག་བསྔལ་ཐམས་ཅད་ཕ་སེལ་བ་ཅིག་རེ་བ་དཀོན་པའི་སྡུག་བསྔལ་དང་སྡུག་བསྔལ་ག་འདྲས་སྤྲོ་བོ་ཡིན་ནས་ཚང་མ་ཕར་སེལ་བ་ཅིག་དེ་འདྲས་ཀྱི་བསམ་པའོ་ལེགས་འདུག་དེ་འདྲས་ཀྱི་བསམ་བློ་ཅིག་བཏང་བས་ཅིག་ཆ་འདི་ཡོད་རེད་ད་དེ་ལ་རིགས་ཀུན་མཁྱེན་ཆེན་པོ་རིག་འཛིན་འཇིགས་མེད་གླིང་པ་ཁོང་གིས་གནའ་སྔ་མོ་ནས་གསུངས་བཞག་ཡོད་རེད་ད་ག་རེ་གསུངས་གནང་འདུག་ཟེར་ན། དེ་ལྟར་བཤད་མ་ཐག་པ། ཕྱི་ནང་གི་དག་སྦྱོར་དེ་ཙམ་གྱིས་མི་ཤེས་པར་བདེན། ད་ཕྱི་དང་ནང་གི་རེ་བ་རྡོ་རྗེ་དང་དྲིལ་བུ་གྱི་རྣམ་གཞག་དེ་འདྲས་རྩ་ནས་མ་ཤེས་ནས་རེ་བ་སྟན་མཐོན་པོའི་སྟེང་དུ་ཁྲོན་པའི་ལག་བྲོའི་བརྟུལ་ཞུགས་ལ་གནས་ཏེ་རྡོ་རྗེ་འཛིན་པའི་གོ་ས་འཛིན་པ་ནས་ད་ཁྲི་མཐོན་པོ་ལ་བཞུགས་ནས་རེ་བ་པའི་གོ་གནས་དང་པོ་ལ་ཞུགས་ནས་རྡོ་རྗེ་དང་དྲིལ་བུ་གྱི་རེ་བ་ངོ་སྤྲོད་དང་རྡོ་རྗེ་དང་དྲིལ་བུ་གྱིས་ག་རེ་མཚོན་གྱི་ཡོད་མེད་རེ་བ་དེའི་སྐོར་ལ་རྩ་ནས་མ་ཤེས་ནས་ཡར་བསྟན་མཐོན་པོ་ཁྲིད་མཐོན་པོ་གོ་གནས་མཐོན་པོ་ལ་བསྡད་ནས་རྡོ་རྗེ་དང་དྲིལ་བུ་བཀྲོལ་བ་ཡིན་ན་ད་འདི་ག་འདྲའི་འགྲོ་བོ་རེད་ལབ་ན། སྲོག་ཆགས་ཐ་མལ་པའི་སྐད་ལ་དྲིལ་བུ་བཏགས་པ་དེ། སྲོག་ཆགས་ཐ་མལ་པ་དུད་འགྲོ་དེ་ཚོ་གི་སྐད་ལ་དྲིལ་བུ་བཏགས་པ་དང། དབྱེར་མེད་པར་དེ་གསུངས་འདུག་ཨ་ད། རུང་བ། སྲོག་ཆགས་ཀྱི་སྐེ་ལ་དྲིལ་བུ་བཏགས་པ་དང་ཁྱད་པར་མེད་པ་ཅིག་ཆགས་ཏེ་ཡོད། རྒྱུ་མཚན་དེ་ལ་བརྟེན་ནས་རྡོ་རྗེ་དང་དྲིལ་བུ་དཀྲོལ་བའི་སྐབས་སུ་ངེས་པར་དུ་རྡོ་རྗེ་དང་དྲིལ་བུ་གྱི་མཚོན་དོན་རུང་བ་དེ་ཡི་གོ་བ་རུང་བ་དེ་ཡིས་ག་རེ་མཚོན་པར་བྱེད་ཀྱི་ཡོད་ཕན་ཡོད་ག་རེ་ཡོད་དོན་ཚོད་རེ་རེ་བྱས་ནས་བཤད་དགོས་ཧ་ཅང་གི་གལ་ཆེན་པོ་ཆགས་ཏེ་ཡོད། ད་ལྟའི་ངེད་ཀྱི་ངོས་ནས་ཁྱེད་རྣམ་པ་ཚོ་ལ། བླ་མ་དགོངས་པ་འདུས་པའི་ཆོ་ག་ཡི་རྣམ་གཞག་གཞིར་བཟུང་བྱས་ནས་ཐབས་རྡོ་རྗེ་དང་ཤེས་རབ་དྲིལ་བུ་དང་དེ་གཉིས་ཉམས་སུ་ལེན་སྟངས་ཀྱི་སྐོར་ལ་ངོ་སྤྲོད་གོ་བ་མདོར་བསྡུས་ཅིག་ཞུ་ཡ་གྱི་འབད་བརྩོན་བྱས་པ་ཡིན། ད་དེ་ལ་ནོར་བ་དང་འཁྲུལ་བ་དང་སྐྱོན་དེ་འདྲ་བྱུང་བ་ཡིན་ན། དེ་ནི་རྒྱལ་བ་ཡབ་ཡུམ་སྲས་དང་བཅས་པ་དང་བཀའ་སྲུང་དམ་ཅན་རྒྱ་མཚོ་འཁོར་དང་བཅས་པ་ཀྱི་མདུན་དུ་འགྱོད་བཤགས་དང་བཟོད་གསོལ་ཞུ་རྒྱུ་ཡིན། དེ་ནི་ཁྱེད་རྣམ་པ་ལ་དེ་ནི་བློ་སྐྱེད་ཆུང་ཆུང་ཡིན་ན་ཡང་རག་བའི་རེ་བ་ཡོད་སླར་ཡང་དེ་ནི་བརྙན་ཐུང་གཞན་པ་ཅིག་ལ་མཇལ་ཆོག་པ་བྱས་ལགས་སོ་ཐུགས་རྗེ་ཆེ།